ཨེ་འདྲའི་ཆེ་ནི། བུ་མོ་ད་ལྟ། སྐུ་མོ་ལ་སློབ། ད་བུ་མོ་དེ་ནི་གཙོ་བོ་རྒྱུགས་ཡོང་དགོས་ད་བུ་མོ་ད་ལྟ། སླབ་གྲྭ་ལ་འགྲོ་སོ། ཆུ་ཚོད། ཕལ་ཆེན་ཆུ་ཚོད་གཅིག་ད་སླེ་གྲོགས་ཡོད་ཀྱི་རེད། མོ་དེ་དགོན་བདག་ད་ཀྲུའུ་ཞན་ལ་ཡོད་རོགས་ད་ལོ་དེ་བུ་མོ་ལོ་དེ་ཆེ་རུ་ཆེ་རུ་འགྲོ་དུས་ཙམ་པ་ལ་ཡང། ཅིག་ཀྲུའུ་ཞན་བཀྲེས་ཡ་ལ་སོགས་པ་དང། ད་སློབ་སྦྱོང་ལ་ཡང་དེ་ཅིག།

Toronto འདྲ་བོ་ཅིག་ལ་ཡིན་པ་ར་ཅིག་ཡིན་ན་ད་རི་ཁ་སང་ལང་ག་ད་གུང་ག་ལ་ལང་ག་ག་ལ་ཚ་མང་པོ་བཞུ་ཤུལ་གོ་རོ་ཞོ་ག་དེ་ལེ Toronto ལ་གུང་ག་ལ་ད་ལང་ག་ག་ལ་གང་མང་པོ་རྒྱབ་བྱེད་དུས་ཙམ་པ་ལ་ཨ་ནི་གུང་ག་གང་དེ་བཞུ་རེས་ཀྱི་ཆེད་དུ་ཚ་ཤོད་ཡ་ལ་སོག་པ་དང་དེ་འདྲེ་གི་ལས་ཀ་མང་པོ་བྱེད་གོ་རོ། དེ་འདྲ་གི་ལས་ཀ་མང་པོ་བྱེད་དུས་ཙམ་པ་ལ་ཚ་ཞོས་ཡ་དང་དེ་འདྲ་ལ་སོགས་པ་དེ་འདྲ་གི་ལས་ཀ་བྱེད་དུས་ཚ་དེ་གི་ལང་ཀ་ཚང་མ་འཕྲོ་བརླག་བཏང་ཞེས་དུ་ཨ་འདི་བྱེད་ནས་པོར་ཧོལ་ལ་ཡི་རོ་ད་ཀོང་ཏོང་ཀོང་ཏོང་མང་པོ་ཞུ་ཆབ་ཨ་མི་མང་པོ་གཅིག་གི་འགོ་ཚུགས་མི་འདུག་ཡ་འདི་ཀོང་ཏོང་འདི་ག་རེ་བྱེད་ནས་ཆགས་ཀོང་ཏོང་ཆགས་རོ་ཀོང་ཏོང་འདི

འཁོར་ལོ་དང། པཱ་ཉྱར་ཆ་ཡ་དང་འཁོར་ལོ་ཡང་བྱེད་པོ་རྒྱག་དགོས་ཡ་དང་འཁོར་ལོ་དོད་དགོས་ཡ་དང་ཨ་ནི་འདི་ན་ཤིང་གི་མོ་ཏྲ་ཁྲོ་བོ་བྱེད་དགོས་ཡ་དང་དེ་འདྲས་ཀྱི་ཚང་མ་ཡོད་བིལ་ཚང་མ་ཉར་རོ། ཨ་ནི་འདི་ཐྲི་ཝན་ཝན་ལ་ནི་ཀོལ་བྱེད། པར་རྒྱབ། ས་ཆ་ག་བ་ཡིན་མེད་ཀོང་ཏོང་ག་འདྲས་ཡོད་མེད་འདུ་ཚོ་ཚང་མ་པར་རྒྱབ་བྱེད་བ་ར་བྱེད་ན། ང་ཚོ་མང་པོ་ཅིག་གི་འགོ་ཚུགས་མི་འདུག་ཨ། ལང་ཀ་ཚང་མ་ལ་རྒྱ་ས་ཀྱི་སི་ཏི་གི་ལང་ཀ་ཡོད་རོ་སི་ཏི་གི་ལང་ཀ་ཚང་མ་ལ་ཨ་ནི། སི་ཏི་གི་ཨིན་ཆུ་རེན་སི་ཉོ་བྱ་ཡོད་རོ་དེ་ཡིན་དུས་ཙམ་པ་ལ།

ཨ་ནི་སི་ཏི་གིས་འདི་པོར་ཧོལ་འདི་ད་ལྟ་ད་ཀོང་ཏོང་བྱེད་ཡོད་རོགས་དང་པོ་འདི་བཟོས་འོར་ལང་ཀ་འདི་བཟོས་ཀྱི་རེད་ཆུ་ཚོད་གཉིས་རྩ་བཞི་ནང་ལོ་ལ་བཟོས་ཚར་བ་བྱེད་འོར་འདི་སི་ཏི་གིས་ཁས་ལེན་བྱེད་ཡོད་རོགས་འདི་གཅིག་རེད་རོགས་ཆུ་ཚོད་གཉིས་རྩ་བཞི་ནང་ལོ་ལ་བཟོས་ཚར་བ་དང་གཉིས་བ་འདི་ལ་ཁྱེད་རང་གིས་ཨ་ནི་མོ་ཏྲ་ཁྲོ་ལ་འགྲོ་རྒྱུ་འདི། ཁོང་ཚང་མ་ཁ་ཅིག་གིས་ཨ་ནེའི་དཔེ་ཤག་དང་འདུ་འཛོ་ཚང་མ་བིལ་དང་འདུ་འཛོ་ཏག་ཏག་སྟོན་ཡས་ཡོད་ར་ཅིག་ཡོད་ན་ཨ་ནི་ཁྱོད་རང་ཁ་ཅིག་དེ་ལ་ཡསྐྱོད་ད་ཁྱོད་རང་ཁ་ཅིག་གིས་ག་ལ་བ་རེད་འགྲོ་སོང་འགྲོ་སྐྱོ་དེ་ཚང་མ་འགྲོ་སོང་དེ་ཀ་བར་བྱས་ཡས་ཡོད Insurance གིས་ཡིན་ནས་མཚམས་མཚམས་དེ་དུས་ཚོད་མང་པོ་འགོ་གི་འདུག་ཟླ་བ་ཟླ་བ་བཞི་ལྔ་ཅིག་དེ་འགོ་གི་འདུག་རུ་བ་ཡ་ཁ་ཤས་ཟླ་བ་དྲུག་འགོ་གི་འདུག་ཨ་ནི་དེ་ཡིན་དུས་ཙམ་པ་ལ་ཡིན་ནས Port Hole དེ་གི Recovery དེ་བྱེད་ཐུབ་གི་འདུག་ད་དཔེ་ཤག་འདུ་འཛོ་ར་ཡོད་དུ་རུ་བ་དེ་ཡིན་དུས་ཙམ་པ་ལ་ཁྱེད་རང་ཚོ་ཡང་དེ་བ་ལ། ལང་ཀ་ག་ལ་ཨེ་འདྲས་ཆ་བ་ར་གཅིག་ཡིན་ན་འདི་གཅིག་བྱེད་རོགས་ཨ་གཉིས་བ་དེ་ལ་ད་ང་མོ་ར་དང་བྲལ་བའི་ཐོག་ནས་སྐད་ཆ་ཞིག་འོ་རོགས་དེ་ཡིན་དུས་ཙམ་པ་ལ་སྤྱི་བཏང་གི་མོ་ར་དང་བྲལ་བའི་ཐོག་ནས་ཡིན་དུས་ཙམ་པ་ལ་མོ་ར City of Toronto ད Toronto ནང་ལོགས་ལ་རོགས་སོ་སོ་གི་མོ་ར་དེ་ཨ་ནི་ག་བ་ལ་བཟོས་དང་མ་བཟོས་ལ་ཡིན་རོགས་དཔེར་ན Accident འདྲ་བོ་ཆགས་གཅིག་བརྡབ་སྐྱོན་བྱུང་དེ་འདྲ་བྱུས་དུས་ཙམ་པ་ལ།

ད་མི་མང་པོ་ཅིག་ལ་ཡིད་དུ་འོང་དེ་ཡིན་དུས་ཙམ་པ་ལ་འདི་ལ་ངེད་ཀྱི་ལན་འདི་ཡིན་ད་རེད་བ། ག་དུས་ཡིན་ན་ལག་ཡོད་ཀྱི། མོ་དྲ་ཁྱོད་རང་ཁ་ཆེ་རེད་རྒན་ཚང་མ་ཁྱོད་རང་ཁྱི་གོ་རེད་རིས་ཚང་མ་ཁྱོད་རང་ལེན་གོ་རེད་ཨ་ནི Insurance གི་ག་བ་ལ་འགྲོ་མ་འགྲོ་ལ་ཡ་འདི། སྐད་ཆ་འདི་ཆག་གོ་འོ་མ་རེད་ཁྱོད་རང་མོ་དྲ་དེ་ཁྱོད་རང་ག་བ་ཁྱི་མ་ཁྱི་ཁྱོད་རང་འདོད་པ་རེད་ཁྱོད་རང་ག་བ་ཟོས་མ་ཟོས་ཁྱོད་རང་འདོད་པ་རེད་འདི་ཡིན་དུས་ཙམ་པ་ལ།

སྒོ་གཅིག་འཕྲོ་བརླག་འགྲོ་ཡོད་ན་སྒོ་དེ་གི་གོང་ཚད་ག་ཚོད་ཡོད་མེད Insurance གིས་ཧ་གོ་གོ་རེད་ང་ཚོས་ཧ་གོ་གོ་རེད་འཛམ་བུ་གླིང་གིས་ཧ་གོ་གི་རེད་ད་མོ་དྲ་ཟོས་ངེས་ཅིག་ཡིན་པ་ར་བྱས་ན་ཚང་མས་གོང་ཚད་ཧ་གོ་གི་རེད་ད་དཔེར་ན་གོང་ཚད་ཅིག་མོ་དྲ་ཅིག་ལ་སྒོ་གཅིག་ལ་ཨ་ནི Dealership གིས་ད་སྒོ་གསར་བ་ཅིག་ཉོ་གོ་ཡོད་ན་སྒོ་དེ་ལ་དགུང་མོ་སྟོང་ཕྲག་གཅིག་ཡིན་པ་ར་བྱས་ན་དེ་ལས་ལྷག་ང་ཚོ་རྒྱལ་ཡ་གང་ཡོད་མ་རེད་དེ་ལས་ལྷག་ང་ཚོ་གི།

མོ་ཏྲ་བཏང་ངེས་ཅིག་ཡིན་པ་ར་ཅིག་ན་ག་རེ་མགོ་ཚུད་འོ་རེད། རོ། མོ་ཏྲ་འགྲོ་འོ་ཅིག་སྐྱོན་ཤོར་བ་དང་མོ་ཏྲ་དེ་ཅིག་བརྡབ་སྐྱོན་བྱུང་བ་ལ་སོགས་པ་དང་དེ་འདྲས་ཀྱི་ག་རེ་བྱུང་བ་ར་ཅིག་ཡིན་ན་རོ་དྭངས་ཤོས་དེ། རོ། རྔམ་དྲག་བྱེད་ཡ་ཅིག་འདུག་བ། མི་ཁ་ཤས་པས་རྔམ་དྲག་ཆེན་པོ་ཆགས་འདུག་དོ། ཁག་ཡོག་མ་རེད་ཆགས་འདུག་རེད། ཡིན་ནས། རྔམ་དྲག་དེ་ག་ཚོད་ཉུང་བ་བྱེད་ཐུབ་ཐུབ་རོ་ལྷོད་ལྷོད་བྱེད། ཨ་ནི། རྒྱ་གར་དང་བལ་ཡུལ་འདྲ་བོ་ང་ཚོ་དེ་ལ་བོད་པ་མང་པོ་ཅིག་གིས། ད་ང་ལོ་བཅུ་དྲུག་གི་རིང་ལ་ཨ་ནེ་ཉམས་མྱོང་གི་རྩོད་གཞི་བྱས་ནས་བཤད་བ་ར་བྱས་ཡིན་ན་བོད་པ་མང་པོ་ཅིག་མོ་ཏྲ་བཏབ་པ་དང་ཨ་ནེ་རྒྱ་གར་དང་བལ་ཡུལ་སྡེ་བ་ལ་ཡིན་ན་ང་ཚོ་ཁ་མགྱོགས་ལོས་དང་ཨ་ནེ་ཅིག་ཏེས་ཧམ་པ་ཆེ་ཆུང་ལ་བལྟ་ནས་འགྲོ་གི་ཡོད་བ་ང་ཚོ་རོ་ཡ་ཅིག་རྒྱག་རེ་རྒྱ་ཡ་ལ་སོགས་པ་དང་མོ་ཏྲ་བཏབ་བ་དང་ལམ་སང་ཨ་ནེ་ཁྱོད་རང་གི་ནོར་འཁྲུལ་རེད་ངའི་ནོར་འཁྲུལ་རེད་ལ་ནས་རྒྱབ་རེ་རྒྱ་ཡ་བྱས་ཡོད་རོ་ད་དེ་འདྲའི་ལུང་པ་སྡེ་བ་ལ། བྱང་ཨ་མེ་རི་ཁའི་གི་ལུང་པ་ནང་ལོགས་ལ་འོང་དེ་འགྲུག་གོ་མ་རེད་ད་རོ་འདི་ཨིན་དུས་ཙམ་པ་ལ་རྒྱག་རེས་རྒྱག་ཡ་ལ་སོགས་པ་ད་ཁྱོད་ནོར་འཁྲུལ་རེད་ངས་ནོར་འཁྲུལ་རེད་ལ་ནི་འདི་སྐད་ཆ་འདི་ཤུགས་ཆེན་པོ་བཤད་ནི་བོད་ཆོས་ཡོད་མ་རེད་ཨ་ནི་འདི་བཤད་བ་ར་ཅིག་ཡིན་ན་ཕན་ཐོག་ཞེ་ར་ཡོད་མ་རེད་རོ་ད་དོན་དག་རྡོག་རྡོག་གན་འདྲེ་རེད་མོ་ཏྲ་ནང་ལོགས་ལ dash dash camera ལ་ཡོད་རོ་ང་ཚོ camera ཡོད་གོ་ཡ་དཔེ་གལ་ཆེན་པོ་རེད། འདི་གིས་ག་རེ་སྟོན་གི་རེད་ལ་ན་ཁྱོད་རང་སྐད་ཆ་བཤད་ཡ་ལས་མང་ང་ཨ་ནི་གནད་དོན་ག་འདྲེ་ཆགས་ཡོད་མེད་དེ་ཀེམ་ར་དེ་གི་སྟོན་གི་རོ་བ་དེ་ཡིན་དུས་ཙམ་པ་ལ Dash Cam དེ་ཡིན་ཅི་མིན་ཅི་བཙུག་དགོས་ཡ་པེ་གལ་ཆེན་པོ་རེད་ཞེ་རོ་བ་མོ་དྲ་ནང་ལོ་ལ་ཨ་ནི་སོ་སོ་ལ་བདེན་པ་ཡོད་བ་ར་ཅི་ཡིན་ན་ཡ Dash Cam མེད་བ་ར་ཅི་ཡིན་ན་ཡ་དེ་འདྲེ་གི་ཆ་ནས་སོ་སོ་བཤད་སྟངས་མ་འགྲིག་བའི་ཐོག་ནས་ཡ་དེ་འདྲེ་བྱེད་ནས་ནོར་འཁྲུལ་མེད་ས་ལ་ནོར་འཁྲུལ་ཆགས་འགྲོ་ཡ་དང་དེ་འདྲེ་གི་ཉེན་ཁ་འདུག་བ་དེ་ཡིན་དུས Dash Board Camera དེ་ཡ་ཡོད་གལ་ཆེན་པོ་བྱེད་ཨ་ནི་མོ་དྲ་དར་བ་དང་དེ་འདྲེ་ལ་སོ་བྱུང་བ་ར་ཅི་ཡིན་ན་དང་པོ་དེ་ལ།

འོན་ཏེ་པར་དེ་རྒྱག་དགོས་པའི་དཔེ་གལ་ཆེན་པོ་རེད་ཨ་ནི་པར་དེ་རྒྱབ་ས་ཆ་དེ་ག་བ་ཡོད་མེད་བྱུང་ན་འུད་སྒྲོག་ཅིག་རྒྱབ་ཤ་ན་པར་རྒྱབ་བའི་རྗེས་ལ་འུད་སྒྲོག་ཅིག་ཡས་རྒྱབ་རོ་ཨ་ནི། འདི་བྱེད་བ་ར་ཅི་ཡིན་ན་འདི་གིས་ཁྱེད་རང་ལ Insurance ཉམས་དོ་སྐད་ཆ་བཤད་དུས་ཙམ་པར་ལ་ཁོ་ཚོ་པར་ཡོད་བས་ད་དེ་འདྲས་ལ་དུས་ཙམ་པར་ལ་ཕན་མཐོ་གུ་རེད་ཟེར་རོ། འདི་ཕན་མཐོ་གུ་རེད་ད་ངས Information མང་པོ་ཞུ་བ་ཅིག་དེབ་ཅིག་ལ་བཀྲིགས་ཡོད་ད་རོ།

འབྲལ་མེད་ཞེས་ར་ཤུགས་ཆེན་པོ་མེད་བ་ར་བཅས་ཡིན། ཨ་ནི། སོ་སོ་ཡིན། ཨོ་ཁེ་ད་འདི་ད་དགུ་མ་བརྒྱ་ཉིས་བརྒྱ་གཅིག་གི་ཐག་ཆོད་ཐུག་ས་རེད་བསམ་པ་ར་བཅས་ཡིན། སྐད་ཆ་བཤད་ཡ་ཡིན་པ་ར་བཅས་ཡིན། ཨ་ནི་འདི་ནས་སྐད་ཆ་བཤད་དེ་འགོ་ཚུགས་རོགས། ངས་ཁྱོད་རང་ལ་དགུ་མ་ཉིས་བརྒྱ་སྤྲད་གོ་དགུ་མ་བརྒྱ་སྤྲད་གོ་ལྔ་བརྒྱ་སྤྲད་གོ་ག་ཚོད་སྤྲད་གོ་ཡིན་ན་སྟོང་ཕྲག་གཅིག་སྤྲད་གོ། ཨ་ནི་ང་གཉིས་སྐད་ཆ་ད་རིང་འདི་ལ་ཐག་ཆོད་བཞག་གོ། ལད་ཅིག་བྱས། ཨ་ནི་དེ་འདྲས་ཡིན་པ་ར་བཅས་ཡིན། ཡག་ཤོས་རོགས། ཨ་ནི་འདི་དཔེ་ཤ་སྤྲད་དུས་ཙམ་པ་ལ་ཡང་ག་དུས་ཡིན། རོ་སོ་སོ་གི་དེ་འདྲ་བྱས་ནས་ཐག་གཅོད་སྒེར་གྱི་ཐག་གཅོད་བྱས་ནས་ཨ་ནི་དཔེ་ཤ་སྤྲས་ཐག་ཆོད་བ་ར་ཅིག་ཡིན་ན། ཨ་ནི་ལམ་སང་དཔེ་ཤ་སྤྲས་བཞག་བཞག་བ་མིན་པ་བྱས་ལམ་སང་ཤུ་གུ་གཅིག་ག་ལ་ང་བསྟན་འཛིན་ཞིག་རོ། ང་བསྟན་འཛིན་ཡིན་ཞིག་ཨ་ནི། ད་རིང་གི་ལྟ་རིས་འདི་བྱས་རོ། ཨ་ནི། ང་ཚོ་ག་རེ་ཆ་ཡོད་མེད་མོ་ཏྲ་འདི་ཨེཀ་སི་དན་བྱེད་སོང་ད་འདྲ་རོ་ཨ་ནི་ས་ཆ།

ཕ་ཆོས་ཀྱིས་ཁྱོད་རང་ཕོ་ནེམ་པ་ང་ལ་སྤྲད་དང་ངས་ཕོ་ནེམ་པ་ཁྱོད་ལ་སྤྲད་གོ་ལབ་ཕོ་ནེམ་པ་རེད་འདོད་ཡ་མི་འདོད་ཡ་ཁ་ཐུག་ཁོ་རང་ཕོ་ནེམ་པ་བཏང་ཨ་ཕ་ཆོས་ཀྱིས་ཚུར་ལ་སིག་རོ་ཡང་སོ་སོ་ནོར་འཁྲུལ་མེད་པ་བྱས་ཕ་ཆོས་ཀྱིས་ཚུར་ང་ཚོ་པེ་ཤ་སྤྲད་གོ་ཨ་ནི་པེ་ཤ་སྤྲད་གོ་ལ་དེ་ཙམ་པ་ལ་ཁྱོད་རང་ཡིན་ན་ཡ་ང་བཟོད་ས་ལ་ང་རང་མེ་ཁ་ནིག་ཏམ་ལ་ཁི་ཨ་གོང་ཚད་ག་ཚོད་ཡོད་མེད་ཨ་ངས་ཁྱོད་ལ་ལ་གོ་ལ་ནི་ཨ་ནི་ཁ་པ་ནེམ་པ་སྤྲིག་རོ་ཁ་པ་ནེམ་པ་རྫུན་མ་སྤྲད་ངེས་ཡོད་རོ་ད་ཡང་ཁ་ཤས་རོ་ཨ Information མ་སྤྲད་བ་བྱས་ཁ་པ་ནེམ་པ་སྤྲད་ངེས་ཡོད་རོ་ཨ་ཨ་ནི་འདི་པ་ལ་ཁ་པ་ནེམ་པ་སྤྲད་འདོད་ཡ་མི་འདོད་ཡ་ཏག་ཏག་ཏག་ཏག་ཁ་པ་བཏང་ཏག་རོ་ཨན། སོ་སོ་ངོ་ནས་ག་ཚོད་ལྟེམ་ལྟེམ་བྱིས་རོ་ཨན་བྱིས་ཚར་རོ་ཨན་དེ་ནས་གཞི་ནས་སྐད་ཆ་དེ་ཚོ་ཐག་ཆོད་ཡ་རེད་གི་སི་དེ་མེད་བ་ར་ཅི་ཡིན་ན་ཨ་ནི་མོ་དགྲ་ད་བ་དག་དེ་འདྲ་བྱས་སྒྲོ་མ་ལོ་བ་དེ་འདྲ་ཡོད་བ་ར་ཅི་ཡིན་ན་སོ་སོ་གི་ཉེ་འགྲམ་ལ་ཐག་ཉེ་ཤོས་རོ་སྤྲོ་དྲག་སུ་ཡིན་ན་འོང་དེ་ལ་ཁ་པར་བཏང་སོ་སོ་གི་སྤྲོ་དྲག་དག་དེ་འདྲ་ལ་ཁ་པར་བཏང་ཨ་ནི་སྐད་ཆ་བཤད་ཡ་ཡོད་རོ།

མོ་ཏྲ་མང་པོ་བཀག་ཡོད་རེད་བ Traffic བཀག་ཡོད་དུས་ཙམ་པ་ལ་ཁོ་ཚོས་ཀྱི་མི་ལས་ཀ་ག་རེད་ཁྱོད་རང་དེའི་ལང་ཀ་ནས་ཆུ་ལོག་ལ་དོན་དགོས་དེ་ཡིན་དུས་ཙམ་པ་ལ་ཁོ་ཚོས་མ་ལ་ངོས་ནས་ཟུར་ལ་དོན་བཞག་བ་ར་ཅི་ཡིན་ན་ཨ་ནི་ཁྱོད་རང་མོ་ཏྲ། Tow Truck ཁྱོད་རང་ག་ཅིག་དེའི་ཆུ་ཚོད་གཅིག་རྗེས་སླེ་གི་ཡིན་ལ་བ་ར་ཅི་ཡིན་ན་ཁྱོད་རང་དགུ་ཡ་གི་དུས་ཚོད་ཡོད་རེད་བ་གཞན་པ་དགུ་ཡ་གི་དུས་ཚོད་ཡོད་མ་རེད་སྤྱི་ཐང་གི Toronto ནང་ལོག་ལ་ད་རི་ཁ་སང Tow Truck གི་ཨ་ནི་གོང་བརྩེགས་དེ་གནའ་སྔ་མོ་དང་མ་འདྲ་བ་གོང་བརྩེགས་དབབ་ལོག་བཅུག་གི་མང་ང་ཆ་ཚར་པས་ན་འདྲ་བོ་ཅི་ཡིན་ན་མོ་ཏྲ Accident ཆུན་ཆུད་ཅིག་བྱི་བ་ར་ཅི་ཡིན་ན་ཨེ་རེད་བ། མོ་ཏར Accident ཆུ་འཇུས་ཀྱི་ཆེད་ད་དེ་མོ་ཏར་དེ་བཀྱག་དགོས་ཡས་ཀྱི་གནད་དོན་ཆགས་བ་ར་ཅིག་ཡིན་ན་ཉུང་ཤོས་ཉུང་ཤོས་ལ། ཉུང་ཤོས་ཉུང་ཤོས་ལ་སྒོར་མོ་བདུན་བརྒྱ་ནས་གཅིག་སྟོང་བར་ར་རེད་གྱོད་ར་ཀི་ལོ་མི་ཏར་ལྔ་འགྲོ་གི་ཡོད་ན་འདྲ་བཅུ་འགྲོ་གི་ཡོད་ན་འདྲ་སྒོར་མོ་གཅིག་སྟོང་སྒོར་མོ་གཅིག་སྟོང་ད་ད་ཉུང་ཤོས་རྩིས་ཤ་ནའི་འགྲིག་གོ་བདུན་བརྒྱ་ནས་གཅིག་སྟོང་བར་ར་ལ་སྒོར་མོ་ཉུང་ཤོས་འགྲོ་གོ་ར་དེ་འདྲས་ཡིན་དུས་ཙམ་པ་ལ་ཨ་ནི་ཁྱེད་རང་གི་གི་སྲིད། འགྲོ་སྟངས་འདི་ཚོ་ཏག་ཏག་མ་ཤེས་བ་ར་ཅིག་ཡིན་ན། དང་པོ་ཁོ་རང་ནས་གོང་ཆེན་པོ་ཞི་བ་ཅིག་ཤོར་ཨེ་འདྲ་བྱེད་བ་ར་ཅིག་ཡིན་ན་དཀའ་ངལ་འཁྲིག་རོ། དེ་ཡིན་དུས་བརྩམས་པ་ལ་རྒྱུན་འཛུལ་གྱི་རིགས་འདི་ཚོ་ལ་ང་ཚོ་དོ་སྣང་བྱེད་དགོས་ཡ་པེ་གལ་ཆེན་པོ་རེད། རོ། གང་ཡིན་ཟེར་ན་གཞུང་རང་གི་ཁྲིམས་ཐོག་ནས་ང་ཚོ་སྤྲོ་དྲག་འདི་ཚོ་གི་གོང་ཚད་ལེན་དགོས་ཡ། གོང་ཚད་དེ་འདྲའི་དགུ་མོ་གཅིག་སྟོང། དགུ་མོ་གཅིག་སྟོང་བརྒྱ་ཆོད་ཡ་གི་ཨ་ནི་གཞུང་གི་ཁོ་རང་ཁྲིམས་ཁྲིམས་ཐོག་ནས་ཁོ་རང་བརྒྱ་ཆོད་ཡ་གི་འདི་ཡོད་ར་ད་ཁོང་ཚོ་ལ། ཆོག་མཆན་ལའོ་རོ། ཆོག་མཆན་འདྲ་བོ་ཡོད་དུས་རྩམ་པ་ལ་ཨ་ནི། དགུ་མོ་ཆིག་སྟོང་རྒྱ་ཆོད་ས་ལ་དགུ་མོ་ལྔ་བརྒྱ་སུས་རྒྱག་གི་རེད་རྒྱག་གི་མ་རེད་བ་སུས་བྱས་ཀྱི་དེ་ཡིན་དུས་རྩམ་པ་ལ་སྤྲོ་དྲག་རྒྱ་ཆད་ཀྱི་གོང་ཚད་དེ་དེ་འདྲ་བྱས་ནས་གོང་ཚད་དཔེ་ཆེན་པོ་ཆགས་བསྡད་ཡོད་རེད་དམིགས་བསལ་གྱི Accident ལ་ལ་ཡོད་ད་མོ་དྲ་ལྡབ་སྐྱོ་ཡིན་པ་ར་ཅི་ཡིན་ན་གོང་དཔེ་ཆེན་པོ་ཆགས་བསྡད་ཡོད་རེད་བ་འདུ་འཛོ་ཐུགས་སྣང་ཡོད་བ་ཞེའུ། ད་འདུ་འཛོ་ཚང་མ་སེམས་ལ་འཇགས་ད་རེད་བ་མོ་དྲ་ལྡབ་སྐྱོན་ཆགས་གལ་སྲིད་ཉེན་ཁ་ག་རེ་ཆགས་བ་ར་ཅི་ཡིན་ན་ཨ་ནི་སོ་སོ་ཡིན་ན་ཡེ། Saves བྱས་ཨ་ནི་མི་གཞན་པ་ལ་ཡིན་ན་ཡེ། ག་ལ་འོར་ཕ་སློབ་སྟོན་བྱེད་ཐུག་རུ་ཨ་དེ་འདྲ་ཡིན་དུས་ཙམ་པ་ལ་ཡང་མི་ཁ་ཤས་ཀྱིས་ངས་མོ་ཏྲ་སར་བ་སར་རྐྱང་ཡིན་ང་མོ་ཏྲ་སར་བ་སར་རྐྱང་ཡིན་གང་བཀུར་ཅི་མེད་ལ་ཡི་དོ་དེ་འདྲ་ཡིན་ན་འདི་སྐད་ཆ་ཁ་ཁ་རེད་ཡ། སོ་སོ་ཡག་པོ་བཏང་ན་ཡང་མི་གཞན་པ་ཡག་པོ་བཏང་ར། ངའི་བུ་མོ་དེ་ལས་སོན་ངའི་བུ་མོ་དེ་ཡི་གེ་ཞིབ་ཅང་གི་ད་ག་རི་ཁ་སར་ཏེས་གོ་ཨ།